རྒྱུ་འབྲས་ཟེར་བ་དེ་ད་ལྷག་བ་མེད་པ་ཡིན་པ་གི་ད་ང་ཚོ་དཔང་རྟགས་ཟེར་ནི་མི་འདུག་བདེན་དཔང་ཟེར་ནི་མི་འདུག་དེ་ཡོད་ར། ད་དེ་ང་ཚོ་ག་འདྲའི་ཚོད་ཐུག་ཟེར་ན་མི་དེ་གི་མི་ཚེ་སྟོད་ནོར་ལོག་ལས་ཀ་སྡུག་ཅག་ཅིག་ལས་འདི་གཉིས་ཅི་ཡིན་ན། ཁ་ཤས་མཐོང་ཆུང་སྙོན་འཇུག་ཅིག་གི་ལས་བསམ་ཚེ་འདིར་ད་ག་རང་གི། དེ་ཡི་གེ་འབྲས་བུ་དེ་མཐོང་གསལ་ཡོད་པ་ཅིག་ཆགས་ཡོད་རུང། དེ་མཐོང་ཆོས་སྙོན་འཇུག་གི་ལས་སམ་འབྲས་བུ་འདི་ཡང་དེ་ག་རང་གི་མིན་ཡང། ད་ལྟ་རིགས་འདིའི་ཐོག་ནས་ག་རེ་ཞུ་མྱོང་དྲིས་སོང་ཟེར་མཐོང་ཆོས་སྙོན་འཇུག་གི་ལས་དང་འབྲེལ་གྱི་ཅིག་ཞུ་བྱས་ན་དྲན་གྱི་འདུག་ད་ང་ཚོས་ལས་ཀྱི་རྣམ་གྲངས་དེ་ལ་མང་པོ་བཤད་ཀྱི་རེད་དེ་འདྲ་ཡིན་ན་དེ་ནང་ལ་མཐོང་ཆོས་སྙོན་འཇུག་ཟེར་དུས་ལས་རིགས་གཅིག་རེད་རིགས་གཅིག

དེ་འབྲེལ་གྱི་ལེགས་པ་དང་དང་མེད་ངེས་ཆགས། ཨ་མྱེས་ད། གོ་གནས་ལ་སྐལ་མེད་ད་དེ་འདྲའི་གཅན་གཟན་ནོ་ལོ་ད། སྡུག་བསྔལ་ཆེན་པོ་གཅིག་ཡོད་ཀྱི་ར་ད་ཁོ། དེ་འབྲེལ་གྱི་སྡུག་བསྔལ་ཆེན་པོ་དེ་ཡོང་དགོས་ཨ་ད་ག་རེ་རེད་ས་ཡིན་ན། ད། ཕྱོགས་གཅིག་ནས། ད་ཅི།

དེ་འདྲ་འཛིན་གྱི་ཡོད་སོང་ཙང་དེ་ཉིད་དེར་སླད་ཕྱིན་གྱི་སྐབས་དེ་དུས་ལས་ག་རེ་བསགས་ཤ་རེད་ཟེར་བ་ཡིན་ན། དེ་ཡིན་ཞེས་པའི་སྐུ་ལ་ངན་སེམས་ཀྱི་ཁྲག་ཞུགས་ཀྱི་འདུག་ཟེར་ཞིང་ལས་མཚན་མོད་ཀྱི་ལས་བསགས་ར་ཚང་མེད། ད་དེ་ནང་བཞིན་གྱི་ད་ལྟ་དེ་འུར་ཅིང་ཐོག་གི་ལ་ད་ཚང་མེད་ཀྱི་ལས་ད་བསགས་ཡོད་དེ་ང་ཚོས།

དེ་ཚེ་ལྷའི་དེ་ཚོ་ད་དེ་ཡིན་གྱི་རེད་བསམ་ཡོད་ང། ཚང་མས་གི་ལས་ས་ཅི་ཡོད་ར། ད་དེ་ཚོ་བཀྲེས་ཏེ་ག་རེ་ས་ཐང་ཆེན་སྔོན་འཇུག་གི། ལས་དེ་འདྲས་གི་ལས་གི་འབྲས་བུ་དེ་འདྲས་གི་ཡིན་གྱི་རེད་ཟེར་ཏེ། ལས་འདྲས་གི་འབྲས་བུ་ཡིན་གྱི་ཟེར་ན་ང་ཚོ་ནང་ཆོས་གི་ཐོག་ཤེས་ཡ་ལས་ཀྱི་འབྲས་བུ་རེད་ལབ་ནས་འགྲིག་ཡོད་ད། ལས་ཀྱི་འབྲས་བུ་རེད་ཟེར། ད་དུང་ཆོས་ཉོན་རྒྱུགས་ཀྱི་ལས་དང་དེ་འདྲ་བའི་གེ་ད་རྒྱ་ནག་གི་དཔོན་རིགས་ཚང་མ་ཐུགས་སུ་ཆེ་ནས་ལས་ཀྱི་འབྲས་བུ་དེ་དག་རྒྱལ་མགོ་ཡ་ཆ་བར་དེ་འདྲའི་གི་སྣང་མེད་ཀྱི་དཔེ་སྐྱོ་བོ་ཞུ་བོ་བྱས་ནས་ཤི་ཡོད་ད་ཐང་ཆད་ཨང། ཧ་ལས། དེ་ནས་ཁོ་ནོ་ཚོ་ཅིག་ཅིག་ན་ཡིད་ཆད་མེད་ཨ་ཅེ། ཧ་ལས། རྒྱ་ནག་གི་དཔོན་རིགས་དེ་ཚོ་ནོ་ལོ་ད་ཡིད་ཆད་ཡོད་མ།

ད་དེ་མ་བསལ་བ་ཡིན་ནོ་སོ་སོ་ཚོ་ཐུག་ཡོད་མ་རེད་ཕ་ཤོད་དུ་མ་བསལ་ན་འོང་ད་དེ་འདྲའི་གི་ཁུ་ཡུག་ཅིག་བསྐྲུན་ཚར་རེད་ཁུ་ཡུག་ངན་པ་དེ་འདྲ་ཅིག་ད། རྒྱ་ནག་ཟེར་བ་དེ་ལོ་ངོ་སྟོང་ཕྲག་མང་པོའི་གི་ལོ་རྒྱུས་ལྡན་ངེས་གི་རླབས་ཆེན་གྱི་གི་མི་རིགས་དེ་ཨ་ནི་ད་རླབས་ཆེན་གྱི་མི་རིགས་དང་རླབས་ཆེན་གྱི་གི་རྗེས་དྲན་མང་པོ་ཡོད་འཇོག་གི་དེ་འདྲའི་གི་ད་མི་རིགས་དེ

ད་ལོ་རྒྱ་སྐོར་གྱི་ནང་ལོགས་ནས་དམར་ཤོག་ཚོགས་པའི་དེ་ཚོ་ཚང་མ་རི་ཐང་ཆོད་མེད་རྡོ་བཟི་བཏང་ཚར། ད་ལྟ་དེ་ལྟ་དེ་བཞིན་དུ་རྒྱ་ནག་གི་རིག་གཞུང་ཡང་སུ་རྫོགས་པ་རྩ་གཏོར་བཏང་ཚར། ལོ་ངོ་བརྒྱ་སྐོར་གཅིག་གི་ནང་ལོགས་རྒྱ་ནག་མི་མང་ཡང་སུ་རྫོགས་པ་དེ་རང་དབང་ལགས། རང་དབང་ལགས་ནས། ད་དེ་འདྲས་ཀྱི་ནས་མི་བུ་གི་གནས་སུ་སྡོད་དགོས་ཐུག།

རང་བཙན་རྩོད་ཡིག་ཟེར་ངེས་ནོར་ལ་ལ་ཞིབ་འཇུག་བྱེད་དགོས་དང་བརྟག་དཔྱད་བྱེད་དགོས་ཀྱི་འདུག་ག་རེད་ཟེར་ན། འགའ་ཤས་ཅིག་གིས་རང་བཙན་རྩོད་ཀྱི་ཡོད་ས་མ་རེད། བོད་རང་བཙན་རྩོད་ཀྱི་ཡོད་ས་མ་རེད་ག་རེད་ཟེར་སུ་སུ་གིས་ཁ་ཕོ་བོ་རྩོད་ཀྱི་འདུག་བྱས་ན་སངས་སྐྱིད་པོ་མ་གཏོགས། མི་རིགས་དང་རྒྱལ་ཁག་གི་དོན་དུ་སོ་སོ་ལས་གཞན་པའི་གི་མི་གཞན་དག་བསམ་བློ་དེ་འདྲ་ཡོད་ས་མ་རེད། དཔེར་ན། ཨ་ནི་ང་རང་ཚོ་འཇའ་ཡོན་ནོར་བུ་དེ་ཚོ་འདུག་ཨ།

ད་ཆབ་སྲིད་ཀྱི་ཟེར་ན་མི་འདུག་གཞུང་གི་འཛིན་སྐྱོང་གི་ད་འགྲོ་ལུགས་ཀྱི་འགྲོ་སྟངས་ཀྱི་དེ་ཚོ་བྲིས་ཏེ་ག་འདྲ་ཅིག་བརྒྱུད་རེད་ས་དེ་སྐད་བྲིས་ཏེ་ང་ཚོར་དྲི་བ་ཆགས་ཡོད་ར་ང་ཚོར་རང་བཙན་ཟེར་བ་དེ་ད་ཤི་སོ་ཉིན་པའི་གི་ང་ཚོས་བྲན་གཡོག་ནང་ལུགས་ཀྱི་རང་བཙན་དེ་ང་ཚོར་དགོས་གི་ཡོད་མ་རེད་ང་ཚོར་ནི་རང་བཙན་དེ་ག་རེ་དགོས་གི་ཡོད་རེད་ཟེར་བ་ཡིན་ན་ཨ་ཙི་ཡི་གི་ཆ་ནས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་སྐོར་གྱི་དུས་སྐབས་ཀྱི་ཡ་ཆོས་བོད་ཀྱི་དུས་སྐབས་ཀྱི་ས་གཞི་ཡངས་སུ་རྫོགས་པ་དེ། ཨང་དང་བདག་ཐུག་ངན་གྱི་རྗེས་ཁག་ཅིག་དང། ནང་ལོགས་ཀྱི་འཛིན་སྐྱོང་སྤེལ་གསུམ་དང་དེ་ཡངས་སུ་རྫོགས་པ་དེ་ཉིད་དམངས་གཙོའི་གྱི་ནང་ལུགས་ཡིན་པ། དེ་ནང་ལོགས་ནང་བྲན་གཡོག་གི་ནང་ལུགས་མ་ཡིན་པ། ད་དེ་འདྲའི་གྱི་མི་ཚང་མ་ནང་འདྲ་མྱང་དང་སྨྲ་བརྗོད་ཀྱི་རང་དབང་དང། ཐོབ་ཐང་གཅིག་པ་ཡིན་པ། ད་དེ་འདྲའི་གྱི་དགོས་ཀྱི་ཡོད་རེད། དེ་མེད་པའི་ཐོག་ནས་ད་ལྟ་ང་ཚོས་བྲན་གཡོག་ལམ་ལུགས་ཀྱི་རང་བཙན་དེ་ང་ཚོས་བསྐྱར་གསོ་བྱེད་དགོས་ཟེར་བ་ཡིན་ན། དེ་བོད་གངས་ཅན་ལ་དགོས་དོན་ཡོད་མ་རེད། ད་རང་བཙན་རྩོད་ངན་ནོར་ལོག་ལ་དེ་འདྲའི་གི་ལྕགས་ནོར་བརྗོད་བ་གི་འཇམ་དབྱངས་ནོར་བུ་ཁོ་ཚོའི་གི་བསམ་བློ་དེ་དེ་འདྲའི་གཅིག་ཡིན་ས་རེད།

ཅེས་ནང་དོན་རིགས་བུན་བཤད་བཤད་འཇུག་རྒྱུ་འབྲས་གཉིས་ཚུལ་བཞག་ནས་བཤད་ཡོད། རྣམ་པ་ཚོ་གིས་དེའི་ཐོག་ནས་གོ་བ་གཏིང་ཟབ་ཅིག་རྙེད་ཡག་གི་བླ་རྒན་ཉོས་ནས་འོ་རེ་བ་ཡོད། དཀོན་མཆོག་གསུང་གཅིག་བཀྲ་ཤིས་ཤོག་དཀོན་མཆོག་གསུང་གཅིག་ལམ་རྒྱུན་པ་ཤོག་ཟེར་ཞོར།